རྒྱ་ནག་གཞུང་གིས་བོད་ས་དབང་སྒྱུར་བྱས་ནས་ད་བར་ལ་ལོ་དྲུག་ཅུ་རེ་ལྔ་ཕྱིན་བསྡད་ཡོད་རེད། ཁོང་ཚོའི་ཟེར་ཡ་ལ། བོད་དེ་ཞི་བའི་བཅིངས་འགྲོལ་བཏང་ཡིན་ཞེས་ལབ་ཀྱི་ཡོད་རེད། ཡིན་ནའི་ང་ཚོའི་ངོས་ནས་བརྩི་བ་ཡིན་པ་ན་འདི་ཞི་བའི་བཅིངས་འགྲོལ་རྩ་བ་ཉིད་ནས་ཆགས་ཀྱི་ཡོད་མ་རེད། འདི་དྲག་པོའི་བཙན་འཛུལ་ཞིག་ཆགས་ཀྱི་ཡོད་རེད། བཀྲ་ཤིས་ལས། ངའི་མིང་ལྷ་རོང་ཡིན། ད་ལོ་སྡོད་མེད་ཆོལ་ཁའི་ཁོངས་ནས་བོད་མི་མང་གི་སྤྱི་ཐི་ལ་ཡར་ལངས་ཀྱི་ཡོད། ང་རང་ཆུང་དུས་བོད་ནང་ལོགས་ལ་ཡང་ས་མ་འབྲོག་གི་ཁྱིམ་ཚང་ཞིག་ན་འཚར་ལོངས་བྱུང། ཆུང་དུས་སྐབས་ལ་ཡང་དགྲ་སེམས་ཅན་ཚོ་ཞིང་ལས་བྱེད་པའི་ཉམས་མྱོང་མ་འདུག་བོད་དང་བོད་མིའི་གི་གནས་སྟངས་རེད་གོང་ས་ཆོས་འཁོར་ལ། བཙན་བྱོལ་ནང་འབྱོར་བ་མ་གཏོགས་ཅེས་བཤད་ཀྱི་ཡོད་མ་རེད། ང་ཚོའི་བོད་ཀྱི་གནད་དོན་དེ་མི་གཅིག་དང་མི་རབས་གཅིག་གི་གནད་དོན་ཅིག་ཆགས་ཀྱི་ཡོད་མ་རེད་དྲན་གྱི་འདུག་ང་ཚོ་བོད་པའི་གི་བདེན་པའི་འཐབ་རྩོད་འདི་བོད་མི་ཚང་མས་གི་ཐུན་མོང་གི་ཨ་ནི་མ་འོངས་པའི་མདུན་ལམ་དང་བདེ་སྐྱིད་ཀྱི་རྩ་བ་ལ་ཐུག་ཡོད་འདུག་ཚང་མ་ལ་མཉམ་རུབ་ཀྱི་འགན་ཞིག་ཆགས་ཀྱི་ཡོད་རེད་བསམ་གྱི་འདུག་མང་གཙོའི་སྤྱི་ཚོགས་ནང་ཡིན་པ་ཡིན་ནས་ང་ཚོ་བསམ་ཚུལ་མི་འདྲ་བ་དང་ལངས་ཕྱོགས་མི་འདྲ་བ་ཏན་ཏན་ཡོང་སྲིད་གི་རེད། ཡིན་ནི་རྒྱ་ཆེ་ས་ནས་བོད་སྤྱི་བའི་རྩ་དོན་ལ་ཐུག་ཡོད་འདུག་ཚང་མ་ལ་ང་ཚོ་ཚང་མ་གཅིག་སྒྲིལ་གྱི་ཐོག་ནས་ནུས་པ་སྤུངས་ཡ་དེ་ཞི་རག་གི་གལ་ཆེན་པོ་འཐུང་གི་འདུག། ང་རང་རང་ཉིད་ལ་མཚོན་པ་ཡིན་པ་ཡིན་ན་ཨ་ནི་ཕ་ཡུལ་དང་ད་ཕ་མ་ནང་མི་དེ་དེ་ཁ་བྲལ་བྱས་བཙན་བྱོལ་ནང་ལ་ལོ་ཉི་ཤུ་ལྷག་སུ་འགྲོ་གི་འདུག་སོ་སོའི་ནང་མི་མང་པོ་མ་ཐུག་ནས་ཨ་ནི་གཅིག་འདས་གྲོངས་ཕྱིན་པ་དང་སོ་སོའི་པིང་རྒྱག་དུ་ཚོ་ཆང་སའི་གཉེན་སྒྲིག་ཡིན་ན་རེད་ཨ་ནི་གཅིག་གི་ལ་ཕ་མཐར་སོན་གྱི་མཛད་སྒོ་དུ་ཚོ་དག་ལ་སོ་སོ་ཕ་གཅིག་གི།

རྒྱ་ཆེ་ས་ནས་ཞུས་པ་ཡིན་པ་ན་བོད་ནང་ལོགས་ལ་ཡ་རྒྱ་ནག་གཞུང་གིས་ཐབས་ཤེས་འཇམ་རྩུབ་སྣ་ཚོགས་བེད་སྤྱོད་བཏང་བའི་ཐོག་ནས་བོད་མི་རིགས་ཀྱི་ངོ་བོ་རྩ་བརླག་བཏང་ཡ་གི་སྲིད་བྱུས་ལག་བསྟར་བྱེད་ཀྱི་ཡོད་རེད། ཕྱི་ལོགས་ལ་ཡ་ང་རང་ཚོ་ཡིན་པས་ནས་གཞན་དབང་སྟབས་བསྟུན་གཅིག་གི་ཐོག་ནས་གནས་སྟངས་འོག་ལ་ཡ་དཀའ་ངལ་མང་པོ་ཞིག་འཕྲད་དང་འཕྲད་བཞིན་པ་རེད། དེ་འདྲ་སོང་ན་ད་ཆ་ང་ཚོ་བོད་ཀྱི་གནས་སྟངས་འདི་ཆགས་དང་འཇིག་གི་མཛའ་དྲག་པོའི་དེའི་འོག་ལ་ཡ་རྒྱ་རིན་པོ་ཆེ་ཨ་ནི་སྐུ་ཚེ་ཡུན་རིང་བརྟན་པ་དང་མཉམ་དུ་ཡང་ཁོང་གི་བཀའ་སློབ་གཞི་བཟུང་གིས་ཅིག་བོད་སྤྱི་བའི་རྩ་དོན་ལ་ཡང་ཚང་མས་ནུས་པ་མཉམ་དུ་སྤུངས་ཡག་འདི་ཁ་ཚ་དགོས་གཏུགས་རེད་དྲན་གི་འདུག། བོད་རྒྱའི་དཀའ་རྙོག་སེལ་ཡ་དེ་བོད་སྤྱི་བོ་དོན་ཐ་གས་མ་རེད་དེ་རྒྱ་ནག་དང་ལྷག་པར་དུ་ཨེ་ཤེ་ཡ་དང་འཛམ་གླིང་ཁྱོན་ཡོངས་ལ་འབྲེལ་བ་ཡོད་པའི་གི་དཀའ་རྙོག་ཅིག་ཆགས་དེ་ཡོད་རེད་རྒྱ་ནག་ལ་དམག་དཔུང་དང་དཔལ་འབྱོར་གི་སྟོབས་ཤུགས་ཡོད་རེད། འདིར་ང་རང་ཚོའི་བོད་ལ། ང་རང་ཚོའི་བོད་པ་ཚོ་ལ། བདེན་པ་ཡོད། ཡང་དག་པའི་དབུ་ཁྲིད་རྒྱ་གར་མི་གཅིག་ཁོང་ལྟ་བུ་ཡོད། དེ་འདྲའི་སོང་ཙང་འབྱུང་འགྱུར་ང་ཚོ་ཉི་མ་གཅིག་ཡིན་པ་ཡིན་ནས། བོད་ནང་ལོགས་ལས་ཁོར་ཡུག་དང་དེ་འདྲའི་གོམ་པ་གཏོར་སྐྱོན་མ་འགྲོ་གི་ང་ཚོ་བསམ་བློ་གཏང་དགོས་ཡ་གཅིག་དང། བོད་ཕྲུག་གཅིག་ཡིན་པ་ཡིན་པས་ནས་རྒྱ་ནག་གི་བཅའ་སྡོད་སློབ་གྲྭ་ནི་ང་ཚོ་སྲུང་སྐྱོབ་བྱེད་དགོས་ཡ་འདི་ང་ཚོའི་འགན་རེད། ང་ཚོ་སུ་སུའི་གི་ལུང་པའི་ནང་ལ་ཡ་སུ་སུའི་སྤུན་ཟླ་འདི་གས་འདི། རྒྱ་ནག་བཙན་འཛུལ་བ་འདི་ཚོའི་གི་ཅིག་མདུན་ལ་ཡང་པུས་མོ་བཙུགས་ཅེས་ཨ་ནི། འབྱུང་འགྱུར་ཅིག་རང་དབང་དང་དུས་འདའ་ལ། དེ་འདྲ་ཅིག་མཐོང་དབང་དུས་མཚམས་ལ་ཚང་མའི་སེམས་ནང་ལ་ན་ཟུག་བཏང་གི་ཡོད་རེད། དེ་སོང་ཙང་འཛམ་བུ་གླིང་གི་བྱུང་རབས་ལོ་རྒྱུས་ནང་ལ་ཡང་བོད་ཟེར་ཡ་དེ་མིང་ཙམ་མ་གཏོགས་གོ་ཡ་མེད་པའི་གནས་སྟངས་ཤིག་མང་ཡང་ཆགས་རྒྱུ་དེ། ང་ཚོ་ཚང་མས་ཀྱི་མི་རེ་ངོ་རེ་གི་འགན་ཅིག་རེད་ལ་ཡ་དེ་རྫ་དྲག་གི་གནས་སྟངས་ཅིག་རེད་དྲན་གི་འདུག་བྱས་ཙང་ད་རེས་ཀྱི་འོས་བསྡུ་དེ། སྤྱིར་བཏང་གི་དམངས་གཙོའི་གི་ལམ་ལུགས་གཅིག་ནང་ལོ་ལ་ཡ་འོས་མི་བཞག་ངེད་ཚོ་གཅིག་ཡ་འོས་མི་ཡ་བཞག། འོས་འཕེན་མཁན་ཚོས་འོས་འཕེན་ཡ་གི་ལམ་ལུགས་གཅིག་གི་བརྒྱུད་རིམ་ཙམ་མ་རེད། ད་རེས་གི་འོས་བསྡུ་དེའི་ཐོག་ནས་ཐག་གཅོད་མང་པོ་བྱེད་བཞིན་ཡོད། གཅིག་ནི་བོད་ཆོལ་ཁ་གསུམ་གྱི་སྤྱི་བའི་འཐུས་མི་གཅིག་དང་ལྷག་པར་དུ་ད་ལྟའི། གནས་སྟངས་རྫ་དྲག་འོག་ལ་ཡང་རྒྱ་ནག་གཞུང་གིས་བཙན་གནོན་འོག་ལ་ཐད་ཀར་མྱོང་བཞིན་པའི་གཞིས་ལུས་རྒྱ་ཆེའི་མི་མང་ཚོའི་གི་རང་དབང་དང་ཆེ་མཐོང། གཞིས་རྩེའི་འགྲོ་བ་མིའི་ཐོབ་ཐང་སླར་གསོ་ཡོང་ཡག་གི་ཆེད་དུ་ཁོང་ཚོས་མགྲིན་ཚབ་པ་བྱེད་མཁན་ཞིག་ང་ཚོས་འདེམས་ཀྱི་ཡོད་རེད། གཉིས་ནི། ད་ལྟའི་ང་ཚོའི་དམངས་གཙོའི་སྒྲིག་འཛུགས་འདི་ལོ་ངོ་སྟོང་ཕྲག་བརྒྱུད་པའི་གི་ལོ་རྒྱུས་ལྡན་པའི་བོད་མི་ཡོངས་ཀྱི་ངོ་ཚབ་བྱེད་ཐུབ་མཁན་གྱི་སྒྲིག་འཛུགས་ཁོ་ན་དེ་བོད་མི་སྒྲིག་འཛུགས་ཆགས་ཏེ་ཡོད་རེད། ད་ལྟའི་བོད་མིའི་སྒྲིག་འཛུགས་འདི་དམངས་གཙོའི་སྒྲིག་འཛུགས་ཅིག་ཡིན་དུས་ཙམ་ལ་ཡ། དུས་དང་མཐུན་པ། གནས་སྟངས་དང་མཐུན་པ། དམངས་གཙོའི་ལམ་ལུགས་དང་མཐུན་པ། མི་དམངས་ཀྱི་མངོན་འདོད་གཞིར་བཟུང་གིས་ཁྲིམས་སྒྲིག་གཏན་འབེབས་བྱེད་མཁན་གྱི་ཁྲིམས་བཟོ་བ་འདེམས་དགོས། གསུམ་ནས། བོད་ནང་ལ་ཡང་རྒྱ་ནག་གིས་དྲག་པོའི་སྲིད་བྱུས་དེ་གས་དེ་ལག་བསྟར་བྱས་པ་དང། ཁོང་ཚོས་རྒྱལ་སྤྱིའི་ཁྲིམས་དེ་གས་དེ་གཏོར་སྐྱོན་བཏང་བ་དེ་གས་དེ་ཐེར་འདོན་བྱེད་མཁན་ཞིག་དང། ཁྲིམས་དང་ཆབ་སྲིད་ཀྱི་གནས་བབ་གླེང་ཐུབ་མཁན་གྱི་ང་ཚོ་ཆབ་སྲིད་ཀྱི་འགོ་ཁྲིད་གདམ་གྱི་ཡོད། བཞི་ནི། ད་ལྟའི་བོད་ནང་གི་རྫ་དྲག་གི་གནས་སྟངས་དང་བོད་སྤྱི་ཡོངས་ཀྱི་སྤྱི་བའི་རྩ་དོན་ནང་ལོ་ལ་ཡང་བོད་མིའི་རྒན་ཤོས་བར་གསུམ་སྣེ་ཁྲིད་བྱེད་ཐུབ་མཁན་གྱི་བོད་པའི་སྣེ་ཁྲིད་པ་ཅིག་གདམ་གྱི་ཡོད། དེ་འདྲ་སོང་ཙང། གལ་ཏེ་མི་དམངས་ཀྱིས་གལ་སྲིད་སོ་སོའི་སྤྱི་བའི་འཐུས་མི་གཅིག་ལ་ཡང་འོས་འདེམས་གནང་བ་ཡིན་པ་ཡིན་ན། གཅིག་ནི་གཞིས་ལུས་རྒྱ་ཆེའི་མི་དམངས་ཀྱི་མགྲིན་ཚབ་བྱེད་ཡ་དང། གཉིས་ནི་མང་གཙོའི་སྒྲིག་འཛུགས་སྲ་བརྟན། གསུམ་ནི་ཆབ་སྲིད་དང་ཁྲིམས་མཐུན་གྱི་ཞུ་གཏུག་སྤེལ་ཡ། བཞི་ནི་ན་གཞོན་ནུས་སྟོབས་གོང་འཕེལ་གཏོང་ཡ་གི་ཐོག་ལ་སོ་སོའི་ངོས་ནས་ལས་ཀ་བྱེད་ཡ་གི་ཆོད་སེམས་བརྟན་པོ་ཡོད་ཞོད་ཡིན། བོད་རྒྱལ་ལོ།